ས་དེ་འདྲ་ཡིན་དུས་ལྟ་གྲུབ་མི་འདྲ་བ་དེ་ཡིན་དེ་གིས་གང་ལྟར་དམིགས་ཡུལ་གཅིག་པ་རེད་ཤག་ཨ་ནི། ཡེ་ཤུ་ཆོས་པ་ཡིན་ནའི་རེད་ཁ་ཆེ་ཆོས་པ་ཡིན་ནའི་རེད་འཇུ་བོ་ཡིན་ནའི་རེད། འོ་ད་དེ་ཚོའི་གྲས་འཇིག་རྟེན་བཀོད་པ་པོ་འདོད་མཁན་དེ་ཡིན་དེ་གིས་འཇིག་རྟེན་བཀོད་པ་པོས་ལྟ་གྲུབ་དེ་གི་ཐོག་ནས་རང་ཉིད། འཇིག་རྟེན་བཀོད་པ་པོ་པའི་བྱམས་བརྩེའི་བདག་ཉིད་ཀྱིས་འཇིག་རྟེན་བཀོད་པ་པོས་རང་ཉིད་བཀོད་པ་དང། རང་ཉིད་བཀོད་ཡག་དེའི་ཚེ་འདི་ག་རང་འཇིག་རྟེན་བཀོད་པ་པོས་བཀོད་པར་བཟོས་ས་ནི། བྱམས་བརྩེའི་བདག་ཉིད་ཡིན་པས་འཇིག་རྟེན་བཀོད་པ་པོ་ལ་སེམས་ཐག་ཉེ་པོ་ཆགས་ཡ་གཅིག་དང་དེའི་ཐོག་ནས་བྱམས་བརྩེ་ལ་དོ་སྣང་ཤུགས་ཆེན་པོ་ཡོང་ཡ་གཅིག་གི་སྐོར་གནད་འགག་ཆེན་པོ་འདུག་ག་བྱས་ཙང་ཀ་སྟག་འབྲུག་མོ་འདྲ་བ་ཡོད་པ་དེའི་དམིགས་ཡུལ་གཅིག་བྱས་ནས་ཨོ་ད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ད་སྟག་འབྲུག་མོ་འདྲ་བ་དེ་འགུག་གི་ཡོད་རེད་ག་རེ་སོང་ན་མིའི་ཁམས་དང་མོས་པ་མི་འདྲ་བ་ཡོད་རེད་སངས་རྒྱས་བཅོམ་ལྡན་འདས་མི་སྟོན་པ་གཅིག་གི་རྗེས་འབྲང་ནང་ལོགས་ལས་ཁམས་དང་མོས་པ་མི་འདྲ་བ་ཡོད་པ་ཡིན་དུས་ཙང་ནས་དཔེར་ན་བསམ་པ་རྒྱ་ཆེ་ཆུང་གི་སྒོ་ནས་ཉན་ཐོས་རང་རྒྱལ་བྱང་སེམས་སུ་ཐེག་པ་གསུམ་སོང་ཡང་རེད་བོ།

དཔེ་འདིས་མཚོན་པའི་རྟ་སྒང་དང་འཛམ་བུ་ནི་འདི་སྒང་ལ་ཆོས་ལུགས་མི་འདྲ་བ་དེ་ཡོད་དེ་ལྟ་གྲུབ་མི་འདྲ་བ་ཡོད་རེད་དེ། ལྷག་བསམ་རྣམ་དག་གིས་ཆོས་ཉམས་ལེན་བྱས་པ་ཡིན་ན་དམིགས་ཡུལ་གཅིག་པ་ཆགས་རྗེས་དེ་ཡིན་ཚང་མ་ལོག་གི་ད་སྒང་ད་བྱམས་བརྩེ་གོང་འཕེལ་གཏོང་ཡག་ལ་ཞེ་བོ་གཅིག་གི་ཕན་ཐོག་ཡོད་དེ་བ་གཅིག་གྱུར་ཆགས་ཤག་འོ་ད་དེ་བསམ་བཏང་ནས

ལུང་པ་ཆེན་པོ་འདི་ན་དེ་འདྲ་ཞིག་ཡོད་པ་ཡིན་དུས་འཛམ་བུ་གླིང་གཞན་དག་ལས་འདི་ཡོང་ཐུབ་དགོས་པ། ས་འདི་འདྲ་ཡིན་དུས་ཨོ་ད། ངས་ཨ་ད། ནང་པ་ཅན་པའི་ངོས་ནས། ལས་འགན། རིམ་པ་གཉིས་པ་འདི་ལྟ་བུ། ཆོས་ལུགས་ཚང་མ་ལོ། ཅིག་དངོས་གནས་ཅིག་མཐུན་པོ་ཐུགས་མཐུན་ཁྲིམས་གཙང་ཡག་པོ་བཅུ་ཡང་ཐོག་ལ་འབད་རྩོལ་བྱེད་ཀྱི་ཡོད་རེད་ཨིན་དར་དེ་ཡོད་དེ་བས། ང་རང་ཚོ་ནི།

ཨན་དེ་ནས་བཀའ་གྲོང་གསར་མ་དགེ་ལུགས་ནི་ཆོག་ན་བོན། ད་ང་ཚོ་ཕ་མེས་ཀྱི་ད་ཆོས་རྒྱུད་ད་བོན་ཆགས་བསྡད་ཡོག་རེད། སྔ་མོ་ཆོས་རྒྱལ་ཚོའི་སྐབས་ལ་ཡང་བོན་དང་ཕྲུ་གུ་ཏོག་བརྒྱབ་ཡོག་རེད། ད་དེ་བསྡད་པ་རེད་དེ་བསྡད་པ་ད་ཕྱིན་ཚར་ད། ད་ཕྱིས་སུ་ད་བོན་ཟེར་ལབ་ནས་ཧ་ལམ་ད་བོན་གྱི་མིང་ཤ་ཏྲ་ཟེར་ནས་མི་འདུག་གོམ་པ་ཆད་དེ་ཚོའི་གྲས་ཀྱི་གཞུང་གཅིག་སློབ་གཉེར་བྱེད་ཀྱི་ཡོག་རེད།